ཕྱི་ལོ་ཉིས་སྟོང་ཉིས་ས་དྲུག་ལོ་ཡི་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་སྔོན་འགྲོའི་འོས་བསྡུ་ཕྱི་ལོ་ཉིས་སྟོང་ཉིས་ས་དྲུག་ཟླ་བ་གཉིས་པའི་ཚེས་གཅིག་དང་དངོས་གཞིའི་འོས་བསྡུ་ཕྱི་ལོ་ཉིས་སྟོང་ཉིས་ས་དྲུག་ཟླ་བ་བཞི་པའི་ཚེས་ཉིས་ས་དྲུག་ཉིན་གཏན་འཁེལ་ཟིན་པ་ལྟར། མི་དམངས་ཀྱིས་བོད་མི་ཚེ་འདས་ཤིག་བདམས་ཆེད། ང་ཚོས་སྐབས་བཅུ་བརྒྱད་པའི་སྤྱི་འཐུས་ཀྱི་འོས་མི་ངོ་སྤྲོད་དང། ད་ལན་འོས་བསྡུ་ཆེན་མོའི་ནང་གསར་དུ་ལངས་མཁན་གྱི་འོས་མི་གསར་པ་ཚོ་ལ། འོས་མིར་ལངས་དགོས་པའི་རྒྱུ་མཚན་དང། གལ་སྲིད་སྤྱི་འཐུས་བདམས་ཐོན་བྱུང་ཚེ། བོད་མི་སྤྱི་དང་ལྷག་པར་དུ་བོད་ཀྱི་འཐབ་རྩོད་སོགས་ལ་ཕན་པའི་ཕྱག་ལས་ག་རེ་གནང་འཆར་ཡོད་མེད་སོགས་ཀྱི་སྐོར་ལ་བཅར་འདྲི་ཞུས་ཡོད་པས། རྣམ་པ་ཚོས་གསན་གཟིགས་གནང་རོགས། བོད་ཕྱི་ནང་གཉིས་སུ་བཞུགས་པའི་ཁག་གང་ཆེན་པ་ཡོངས་ལ།
སྤྱི་ལོ་གསར་ཚེས་ལ་མཚམས་རེ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། ད་སྤྱི་ལོ་གསར་ཚེས་འདིའི་ནང་ལ་ང་ཚོ་བོད་རང་བཙན་གྱི་བདེན་མཐའ་མགྱོགས་ནས་མྱུར་དུ་སྲིད་ཐུབ་རྒྱུའི་སྨོན་ལམ་དང། བོད་ཀྱི་རྒྱལ་ཁབ་ཀྱི་རྒྱལ་དར་དེ། ཕོ་བྲང་པོ་ཏཱ་ལའི་མདུན་དུ་མགྱོགས་ནས་མྱུར་དུ་བསྒྲེངས་ཐུབ་རྒྱུའི་སྨོན་ལམ་ཞུ་རྒྱུ་དང། ད་དེ་རིང་སྤྱི་ལོ་གསར་ཚེས་ཀྱི་ཉིན་མོ་དེ་ལ་སྟབས་བསྟུན་ནས་ང་རང། སྐབས་བཅོ་བརྒྱད་པའི་མདོ་སྟོད་བཅོས་སྒྲིག་འོས་མི་གནང་རྒྱུའི་གོ་བ་རྒྱུ་མཚན། རང་ཉིད་ངོ་དྲུག་ཤེས་ཡོན་ཀུན་གྱི་བརྒྱུད་རིམ་དང་བཅས་པ། མདོ་སྟོད་རྒྱ་ཤེས་མི་མང་གི་སྙན་ལམ་དེ་ཅིག་ཞུ་སྙན་སྤྲོད་སོང། ད་རང་ཉིད་ངོ་དྲུག་འདྲ་བྱས་ན་ངའི་མིང་ལ་ག་རྒྱ་རྒྱ་མཚན་ཞུ་གྱིས་སེ། ང་མདོ་ཁམས་ནག་ཆུ་མངའ་ཁོངས་ཨ་མདོ་རྫོང་གི་རེད་ད་ཨ་མདོ་རྫོང་དེ་འདྲ་ཡིན་ན་ང་ཚོ་མདོ་ཁམས་ནག་ཆུ་གྲོང་ཁྱེར་འདྲ་ཡིན་ན་རྫོང་ཁག་བཅུ་གྲངས་ཡོད་པའི་ནང་ནས་ཨ་མདོ་རྫོང་དེ་རྫོང་གཅིག་གི་མིང་རེད། འོ་དེ་འདྲས་བྱས་ན་ནི་ངའི་ཤེས་ཡོན་གྱི་བརྒྱུད་རིམ་འདྲ་བྱས་ན་ད་སློབ་ཆུང་ལོ་དྲུག་དེ་ཕ་ཡུལ་གྱི་རྫོང་རང་ནས་འགྲིམས་ཏེ་སློབ་འབྲིང་ལོ་གསུམ་མཐོ་འབྲིང་ལོ་གསུམ་དེ་ནག་ཆུ་གྲོང་ཁྱེར་མདོ་ཁམས་ནག་ཆུ་གྲོང་ཁྱེར་གྱི་སློབ་འབྲིང་དང་མཐོ་འབྲིང་ལ་བསྐྱོད་པ་ཡིན། དེ་ནས་ངའི་དགེ་སློབ་ཆེན་འདྲ་བྱས་ན་ལྷ་ས་གྲོང་ཁྱེར་གྱི་དགེ་འོས་སློབ་ཆེན་དེ་སློབ་སྦྱོང་བྱས་པ་ཡིན། དེ་ནས་ང་ཉིས་སྟོང་དགུ་ལ་རྒྱ་གར་དུ་འབྱོར་རྗེས་ཤེས་རབ་དགའ་ཚལ་སློབ་གླིང་དུ་སློབ་སྦྱོང་བྱས་དེའི་རྗེས་ལ་ནི་བཙུན་དགོན་དགའ་ལྡན་ཆོས་གླིང་གི་ནང་དུ་བོད་ཀྱི་ནང་དོན་རིག་པའི་གཙོས་པའི་བོད་ཀྱི་རྒྱལ་རབས་ལོ་རྒྱུས་སྙན་ངག་སུམ་རྟགས་དང་བཅས་པ་ལོ་ངོ་མང་པོའི་རིང་ལ་སློབ་སྦྱོང་བྱས་པ་ཡིན། ད་དེའི་སྐབས་སུ་ནི། འཇིག་རྟེན་འདིའི་ཤེས་ཡོན་དབྱིན་ཇི་དང་གློག་ཀླད་ལ་སོགས་པ་ཡང་སློབ་སྦྱོང་མི་དམན་བ་ཞིག་བྱས་པ་ཡིན། ད་དེ་ནི། ངའི་ཤེས་ཡོན་དང་འབྲེལ་བའི་གི་ད་ཅིག་ནམ་རྒྱུན་གྱི་ལས་ཀ་ཕལ་བ་ལས་ན་ཡིན་ན་ཚོགས་འདུ་མཉམ་ཞུགས་བྱས་ཡ་འདྲ་བ་དེ་འདྲ་ཡིན། ད་ཅིག་བོད་ཀྱི་ཐོ་རངས་སློབ་མའི་ཚོགས་ཆེན། སྐབས་བཅུ་གཉིས་པ་བཅུ་གཉིས་པ་རེད་བཅུ་གསུམ་རེད་བཅུ་བཞི་རེད

དེ་ནས་ད་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་བོད་ཀྱི་དཔེ་མཛོད་ཁང་གི་སྐུ་དྲག་ཤིན་བྷི་ཀྱིས་བོད་ཀྱི་སྐད་ཡིག་སྲུང་སྐྱོབ་དང་དར་འཕེལ་བསྒྲུབ་གླེང་ཞིག་གི་ཐོག་ལ་བོད་ཀྱི་སྐད་ཡིག་སྲུང་སྐྱོབ་དང་དར་འཕེལ་ཞི་བྷི་ཀྱི་བརྗོད་གཞི་དེ་ཐོག་ལ་བསྒྲུབ་གླེང་དང། དཔྱད་རྩོམ་སྒྲོག་སྦྱང་བྱས་པ་ཡིན། ད་དེའི་སྐབས་སུ་བལྟས་ན་མཉམ་ཞུགས་གནང་མཁན་དེ་རྒྱ་བལ་འབྲུག་གསུམ་ནས་བོད་ཀྱི་སྐད་ཡིག་ལ་དགའ་ཞེན་དང་གདུང་བ། དེ་བཞིན་བོད་ཀྱི་སྐད་ཡིག་ལ་མཁས་པའི། འགན་ལ་མང་པོ་ཞིག་ཕེབས་ཡོད་རེད་དེ་བཞིན་ཚོགས་བཅར་བ་མང་པོ་ཅིག་ཡོད་རེད་ད། དེའི་སྐབས་སུ་ངེད་ཀྱི་སྤྱི་ཚོགས་སྒྲོག་སྦྱང་དེ་ལ་ནི། ཚོགས་ཞུགས་མཉམ། ཚོགས་འདུ་མཉམ་ཞུགས་གནང་མཁན་གྱི་འགན་ལ་རྣམ་པ་རེད་དེ་བཞིན་ནི་གཉིས་གཟིགས་པ་པོ་རྣམ་པ་གིས་ངེད་ཀྱི་སྤྱི་ཚོགས་སྒྲོག་སྦྱང་བྱས་པ་དེ་ལ། རྒྱབ་སྐྱོར་དང་དགའ་མོ་ཡང་མི་ཉུང་བ་ཞིག་བྱས་ཡོད་རེད། འོ་དེར་བྱས་དེ་ནི་ངས་ཉིས་སྟོང་ཉི་ཤུ་རྩ་ལྔའི་ལོ་ལ་བོད་ཀྱི་སྲིད་གཞུང་མཉམ་ཞུགས་ཁང་གིས་གོ་སྒྲིག་བྱས་པའི

རྒྱ་ནག་དམར་པོའི་གཞུང་གིས་འབྲོག་པར་གནས་སྤོ་བྱེད་དགོས་པའི་དགེ་མཚན་ཀུན་རྫོབ་ཀྱི་ལྟ་ཅི་དགེ་མཚན་དེ་ལ་དགེ་མཚན་ཡང་དག་མིན་ཚུལ་ཡང་དག་མ་ཡིན་པ་སྟེ། ཅི་དགེ་མཚན་དང་ལྡན་པའི་སྒོ་ནས་ཨ་ནི་ངེད་ཀྱིས་དེ་ལ་ལུང་འདྲེན་དང་དེ་འདྲ་བྱས་ཡོད། དེ་ལ་ཡང་ཨ་ནི་ཅི་དགེ་གཉེན་སྲིད་པ་པོ་གྱི་རྣམ་པ་ལེན་མཁན་མང་པོ་ནས་ཨ་ནི་དགའ་མོ་དང་དེ་བཞིན་དོ་ཁུར་གནང་བཞག་དེ་ལ་བཀའ་དྲིན་ཆེ་ཞུ་གིན། འོ་དེ་འདྲ་བྱས་ནས་ཨ་ནེ། ཚོགས་འདུ་མང་པོ་ཞིག་མཉམ་ཞུགས་བྱས་རེད། དེས་མ་ཟད་ཉིས་སྟོང་ཉི་བཞི་རྩ་ལྔའི་ལོར་དེ་ཨ་ནེ་བོད་ཀྱི་སྲིད་ཞུགས་མཉམ་ཞུགས་ཁང་གིས་གོ་སྒྲིག་བྱས་པའི་རྒྱའི་ན་གཞོན་མཉམ་ཞུགས་པའི་ཚོགས་འདུ་ཐེངས་བཅུ་གཅིག་པའི་ཐོག་ལ་ངས་བོད་དང་ཐུ་བྷོད། དེ་བཞིན་བྱི་ཚང Tibet ཅེས་པའི་ཐ་སྙད་དང་ང་རང་ཚོ་བོད་ཀྱི་ཐ་སྙད་ཅིག་ཡོད་ར་ད་དེ་ལ་ཐ་སྙད་མང་པོ་ཞིག་ཆགས་བསྡད་ཡོད་རེད་ན་དེ་ལ་ཅིག་ཐ་སྙད་རྙོག་འཛིང་ཆེན་པོ་འགྲོ་བ་ཅིག་དང་བཤད་སྲོལ་མི་འདྲ་བ་མང་པོ་ཅིག་ཡང་ཅིག་བཤད་སྟངས་ཀྱི་ཅིག། འགའ་ཞིག་གི་ཆ་ནས་ཡང་མ་བཅོས་ཅིག། ས་མཚམས་དང་ས་ཁོངས་དང་དུས་ཚོད་ཚང་མ་ཅིག་རྙོག་དྲ་ཡོད་དགོས་ཀྱི་ཅིག་ཆ་འདི་ཡོད་ཙང་ངས་དེའི་གི་གོང་ལ་དཔྱད་རྩོམ་བྲིས་ནས་ཨ་ནེ་ཅིག་རྒྱ་ཡི་ཡིག་ཚགས་མང་པོ་ཞིག་བལྟ་ཡ་རེད་རྒྱ་ཡི་རྒྱ་རོགས་མང་པོ་ཞིག་ཀློག་ཡ་རེད་དེ་འདྲ་བྱས་ནས་ཨ་ནེ་བོད་ཀྱི་སྲིད་གཞུང་མཉམ་ཞུགས་ཁང་གི་ནང་གཞུང་ཚོགས་འདུ་ཐེངས་བཅུ་གཅིག་པའི་སྒང་ལ་ངས་དཔྱད་རྩོམ་སྒྲོག་སྦྱང་དེ་བྱས་པ་ཡིན།

འབོ་ཚིགས་གསུམ་གྱི་ཐོག་ནས་ང་ད་རེས་སྐབས་བཅོ་བརྒྱད་པའི་མདོ་སྡེ་བཅུ་འདྲིལ་བུ་མོ་དེ་བླངས་བ་ཡིན། དེ་དེ་དང་པོ་དེ་ན་བོད་ཀྱི་སྐད་ཡིག་དར་སྤེལ་དང་རྒྱུན་འཛིན་ཐུབ་པ་ཟེར་དེ་ཡིན། ད་ང་ཚོ་མི་རིགས་སུ་དང་སུ་ཡིན་ན་སོ་སོ་གི་རྩ་བ་དེ་མི་རིགས་གཅིག་གསུང་མི་གསུང་གི་རྩ་བ་དེ་སྲོག་རྩ་འདྲ་དེ་ཨ་ནི་མི་རིགས་དེའི་སྐད་ཡིག་དང་རིག་གཞུང་ཆགས་ཏེ་ཡོད་རོགས་དེ་ཡིན་ཙང་ང་ཚོ་བོད་མི་རིགས་ཀྱི་སྲོག་རྩ་དེའང་བོད་མི་རིགས་ཀྱི་སྐད་ཡིག་ལ་ཁྱབ་བརྡལ་ཡིན་ཙང་ད་ང་རང་འདྲ་ཞིག་ཡིན་ན་ལོ་མང་རིང་ལ་བོད་མི་རིགས་ཀྱི་སྐད་ཡིག་རང་སློབ་སྦྱོང་བྱས་པའི་ཉམས་མྱོང་དང་གོ་རྟོགས་གཞི་ལ་བཞག་ནས་བོད་ཀྱི་སྐད་ཡིག་རྒྱུན་འཛིན་ཐད་ལ་ཤུགས་སྣོན་རྒྱག་ཐུབ་པ་མ་ཟད། ད་ཅིག་མི་རབས་གསར་བ་རྣམས་ལ་མི་རིགས་ཀྱི་ལ་རྒྱ་དང་རྒྱལ་ཞེན་སྐད་ཡིག་ལ་འཆང་བའི་གདུང་བ་གྱི་བསམ་བློ་བསྐྲུན་ཐུབ་པ་མ་ཟད། ཅིག་ཁོང་ཚོ་གི་སྐད་ཡིག་ང་ཚོ་བོད་ཀྱི་སྐད་ཡིག་ལ་ཚད་མཐོ་གཏོང་ཐུབ་པའི་སྤོབས་པ་ཡོད་ཟེར་བ་ཡིན། དེ་ལྟའི་ངའི་བུ་གཅིག་སྐད་ཡིག་ལ་དམ་པོས་དང་རྒྱུན་འཛིན་བྱེད་ཐུབ་པ་ལ་ཡི་དེ་ཡིན། ད་ཉེ་བར་རྒྱ་ནག་གི་ཆབ་སྲིད་ལ་དབྱེ་རྒྱུ་བྱེད། དབྱེ་ཞིབ་ཀྱི་ནུས་པ་འདོན་ཐུབ་པ་དེ་རེད། དེ་ཡིན་ན་ང་ཚོ་བོ་དོང་འཐབ་རྩོད་བྱེད་པ་ལ་ངེས་བར་དུ་རྒྱ་ནག་གི་ཆབ་སྲིད་ལ་དབྱེ་ཞིབ་བྱེད་རྒྱུ་ནི་ཧ་ཅང་གལ་ཆེན་གཅིག་མཐོང་གི་ཡོད་དེ་ཡིན་ཙང། རྒྱ་ནག་གི་ཆབ་སྲིད་ཀྱི་འགྲོ་སྟངས་དང་ཆབ་སྲིད་ཀྱི་འགྱུར་འགྲོ་ཧ་གོ་དགོས་པ་སོང་ཙང་ད་ང་རང་རང་ཉིད་འདྲ་བཞིན་ན་རྒྱ་ཡིག་གི་ཕྱི་ད་དེ་གཅིག་རྒྱ་ཡིག་ལོ་མང་རིང་ལ་རྒྱ་ཡིག་ཆེད་སྦྱོང་དང་རྒྱ་ཡིག་སྦྱང་བརྩོན་བྱས་ཙང་དེ་མ་ཚད་ང་རང་གཅིག་དུས་རྒྱུན་དེ་ནས་རྒྱ་ཡིག་གཅིག་རྒྱ་མིའི་ཆབ་སྲིད་དང་ལོ་རྒྱུས་ལ་ལྟ་བསྡད་ཀྱི་ཡོད་ཙང་ད་ང་རང་འདྲ་བཞིན་ན་རང་ལོ་རང་གིས་ལྐོག་མ་གྱུར་བ་ར་བ་དེ་འདྲ་ཞིག་ཡིན་ཙང་སོ་སོ་གིས་ད་ཅིག་ངེད་ཀྱི། རྒྱ་ཡིག་གི་ཆབ་སྲིད་ཀྱི་འགྲོ་སྟངས་དང་འགྱུར་འགྲོས་དང་ལོ་རྒྱུས་དེ་ཀློག་ན་ང་རང་ལ་ཧ་གོ་ས་རེད་བ་ཆབ་སྲིད་དེ་འགྱུར་འགྲོས་དེ་ངས་དབྱེ་འགྱུར་བྱེད་ཐུབ་ས་ཡིན་དམ་ཐུབ་དང་མི་ཐུབ་དེ་ང་རང་རང་བློ་རག་པོ་ངོ་མ་འགྱུར་བ་ཡིན་ས་ང་རང་གི་བྱེད་ཐུབ་ས་རེད་བསམ་ནས་ཨ་ནི་ངས་ང་རང་གི་ཧ་གོ་གི་ཡོད་ཙང་ངས་ཨ་ནི་ཅིག་འདང་ངེས་ཡིན་པ་ང་རང་ཧ་གོ་ཙང།

བུ་སྤྱི་བོད་ཀྱི་འཐུས་མི་ཅིག་ཡིན་ཙང་ད་བུ་སྤྱི་བོད་འཐུས་མི་སུ་འདྲ་ཞིག་ཡིན་ན་རྒྱ་ཆེ་སྡིངས་ཆེ་གི་ཐོག་ལ་ད་བུ་ནང་གི་གནས་སྟངས་གླེང་མོལ་བྱེད་དགོས་པ་དེ་ཧ་སང་གལ་ཆེན་པོ་ཞིག་རོགས་དེ་ཡིན་ཙང་ད་ང་རང་རང་ཉིད་འདྲ་ཞིག་ཡིན་ན། བུ་ནང་ལ་སྐྱེས་རེས་བུ་ནང་ལ་འཚར་ལོངས་བྱུང་ནས་བུ་ནང་གི་ནི་ཅིག་གནས་སྟངས་ག་རེ་ཡིན་ད་ཚང་མ་རྒྱུས་མངའ་ཡོད་དེ་ཡིན་ཙང་བཙན་བྱོལ་གྱི་ནང་གི་གནས་སྟངས་དེ་ཡང་རྒྱུས་མངའ་ཡོད་ཙང་བུ་ཕྱི་ནང་གཉིས་ཀའི་གནས་སྟངས་རྒྱུས་མངའ་ཡོད་མཁན་ཞིག་ཆགས་བསྡད་ཡོད་དེ་ཡིན་ཙང་ད་ང་རང་འདྲ་བ་ཞིག་ཡིན་ན་ཉིས་སྟོང་དགུ་ལོ་ལ་ཨ་ཅིག་ཆབ་སྲིད་ཀྱི་དཀའ་སྡུག་མྱོང་ནས་རྒྱ་གར་ལ་བཙན་བྱོལ་དུ་སླེབས་དགོས་ཐུག་བསྡད་པ་ཞིག་ཆགས་བསྡད་ཡོད་ཙང། ངས་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཨ་ནེ་བོད་ནང་གི་གནས་སྟངས་དེ་ལུས་ལོན་བྱེད་དགོས་པ་ཅིག་དང། བྱེད་དགོས་པ་ཅིག་དང། ཨ་ནེ་ཅིག་དེ་ངའི་འགན་ཡིན་པ་ཅིག། ངོས་འཛིན་བྱེད་ཀྱི་ཡོད་དེ་ཡིན་ཙང་ངས་ཨུ་ཕུ་ནང་གི་གནས་སྟངས་དེ་རྒྱལ་སྤྱིའི་སྡིངས་ཆའི་ནང་གླེང་སློང་བྱེད་ཐུབ་པ་ལ་ཡང་ཐུགས་ངེས་འདའ་བ་ཡིན། ང་ད་རེས་སྐབས་བཅོ་བརྒྱད་པའི་མདོ་སྟོད་བཅུ་འདུལ་བོད་མི་དེ་འབོད་ཚིག་དེ་གསུམ་གྱི་ཐོག་ནས་ངས་སྐབས་བཅོ་བརྒྱད་པའི་མདོ་སྟོད་བཅུ་འདུལ་བོད་མི་ལང་གི་ཡོད། ད་ལྟ་བར་དུ་ཨ་ནེ་ཡིས་ཟླ་བ་མང་པོ་ད་གསལ་བསྒྲགས་བྱས་ནས་ཟླ་བ་མང་པོ་ཕྱིན་ཚར་བ་རེད་དེའི་ནང་ལ་ཨ་ནེ་ཀྱིས་ང་རང་འདྲ་བྱེད་ཀྱི་ན་མདོ་སྟོད་རྒྱ་ཆེའི་མི་མང་ནས་རྒྱབ་སྐྱོར་ཚིག་མཐོན་པོ་ལ་གནང་དང་གནང་ལུགས་རེད་ཤག་དེ་ཡིན་ཙང་རྣམ་པ་ལྷན་རྒྱས་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་དེ་བཞིན་ད་དུང་ཅིག་མུ་མཐུད་ནས་ཤུགས་རྒྱག་ནས་ང་ལ་སྐབས་བཅོ་བརྒྱད་པའི་མདོ་སྟོད་བཅུ་འདུལ་འོལ་མོ་ཆེ་རན་པ་འདུག་ན་རྣམ་པ་ལྷན་རྒྱས་ནས་ང་སྔར་བཞིན་རྒྱབ་སྐྱོར་ཚིག་མཐོན་པོ་གནང་རོགས་ཞུ་ཡ་ཡིན་བཀྲ་ཤིས་བདེ་ལེགས། དེ་སྲིད་སྐབས་བཅོ་བརྒྱད་པའི་སྤྱི་འཐུས་འོས་མིར་ལངས་མཁན་ཞིག་ཡིན་ཚེ། ང་ཚོའི་ངོ་དེབ་དང Instagram བཅས་བརྒྱུད་ནས་འབྲེལ་བ་གནང་རོགས་ཞུ།